ཚང་མ་ལོན་ལ་བྲེལ་དེ་ལས་ཨ་ནི། ད་རིང་སེམས་ཀྱི་སྐད་ཆ་ཞིག་བཤད་ཉོན་ཆོས་ར། སྐད་ཆ་དེ་ག་རེ་ཟེར་ན། ད་ང་ཚོ་ཡུ་ཐུབ་པ་ཡིན་ན་རེད་ངོ་དེབ་ནང་ལ་ཐོན་ངེས་ཡིན་ན་རེད Instagram ནང་ལ་ཡིན་ནའི་རེད་གང་དག་སོ་སོ། མི་རེ་རེ་ལ་ད་སོ་སོ་དགའ་ན་དགའ་བའི་འཚོ་བ་དང་དགའ་བའི་འཚོ་བ་བསྟན་ས་དང་ཨ་ནི་སོ་སོ་སྐྱོ་ན་སྐྱོ་བའི་གི་རྣམ་འགྱུར་བསྟན་ས་ཅིག་ཡོད་མ་རེད་ད། སོ་སོ་ཡུ་ཐུབ་ག་ཤེད་སོ་སོ་ཡུ་ཐུབ་བརྒྱུད་ལམ་ཐོག་ནས་སོ་སོའི་འཚོ་བ་རྣམ་འགྱུར་དེ་མ་བསྟན་ཡོང་དགོས་རེད་ག་ཤེད་ཧྥེས་བུག་དེ་བོད་ཆོས་བཏང་རྗེས་དེའི་བརྒྱུད་ལམ་ནས་མ། རྟ་ཁ་སོགས་རེད་སོ་སོའི་རྣམ་འགྱུར་དེ་བསྟན་གྱི་ཡོད་རེད་རེད་པ་ཡ། ཨ་ནི་སྙན་མ་ཡིན་པར་བྱས་ན་ང་ཚོ་ཁ་བ་དང་དྲ་ཐོག་དེ་འདྲའི་མི་དུས་ཙམ་པ། སུ་གཅིག་གིས་དེ་ལ་ད་འགྲེལ་བཤད་བྱེད་ཉན་ཡོད་མ་རེད་ང་ཚོ་ཚང་མ་ལ་སོ་སོ་ད་མི་ཚང་མ། སོ་སོའི་བྲིས་དེབ་དང་སྨྱུ་གུ་བེད་སྤྱོད་བཏང་རྗེས་དེའི་ནང་ལ་བྲིས་བྱ་རྒྱུ་ཡོད་རེད་རེད་པ། དེ་དུས་བྲིས་དེབ་ནང་ལ་བྲིས་དུས་ཡིན་པར་བརྗེད་ན་ད་བྲིས་དེབ་དེ་ཀློག་ཟིན་པའི་གི་རྗེས་ནས་ད་ཀློག་དུས་ཙམ་པ་ད་ཉིན་ཏོ་ཟི་གོ་ར་ད་དེ་མ་ཀློག་ཚར་དུས་ཙམ་པ་ཡ། ཨ་ལས་ཁོ་ལ་དེ་འདྲའི་སྐྱོ་སྣང་ཅིག་བྱུང་འདུག་བ་ཟི་ཡ་ཅེ་ད་ད་འཕྱ་སྨོད་ད་དེ་འདྲའི་ཟུར་ཟ་འདྲ་བོ་ད་ད་གང་དག་དེ་འདྲའི་བྱེད་ངན་དེ་དཔེ་ཉུང་ཉུང་རེད་ལ་ནི་ང་ཚོའི་ད་ཕ་ཆོ་དེ་གི་བྲིས་མཁར་སོགས་རེད། དགའ་བའི་དགའ་བ་དང་སྡུག་བའི་གི་རྣམ་འགྱུར་དེ་མ་མཐོང་དུས་ཙམ་ལ་ཕ་ཆོས་མི་དེ་ལྟར་གྲོངས་ཚར་བ་རེད་དེ་འདྲའི་བཤད་ས་གཅིག་ཡོད་མ་རེད་བ། ད་དེ་འདྲ་ཚན་རིག་ཡར་རྒྱས་སུ་ན་རེད་དོ་གང་ལྟར་སྤྱི་ཚོགས་དྲ་ལམ་ཤུགས་ཆེ་དྲག་ཆེ་ཨ་ནི་ང་ཚོ་དེ་རེད་དོ་ག་རེད། ད་ལྟ་རང་རྣམ་འགྱུར་དེ་བལྟས་ན་ད་ལྟ་རང་ཕ་ཆོས་དེ་གི་མཐོང་ཐུབ་ཡ་འཇོར་བ། ཨ་དེ་འདྲ་ཡིན་དུས་ཙམ་པ་ད་ཕ་ཆོས་དེ་གི་མཐོང་ནུས་ལྟ་དུས་ཙམ་པ་ད་ང་རང་འགྲོ་ཡིན་པར་བྱས་ན་ངས་གཙོ་བོ་དེ་ད་སོ་སོའི་རྣམ་འགྱུར་བསྟན་ས་དེ་དགའ་སྡུག་གི་རྣམ་འགྱུར་བསྟན་ས་དེ YouTube བརྒྱུད་ལམ་དེ་ཞེ་ར་ཞེ་ར་མ་རེད་ཨ་ནི་ངོ་དེབ་དེ་ཆགས་ཡོད་རེད་ར་ཨ་ནི་ག་ཤེད་མང་པོ་ཞིག་ད Facebook ཆགས་ག་ས་དེ Instagram ཆགས་ཡོད་རེད་ག་ཤེད YouTube ཆགས་ཡོད་རེད་ར་བ་ཡ། དེ་འདྲའི་ཆགས་དུས་ཙམ་པ་ད་ང་ཚོའི་ཁ་ཐུག་མཐོང་གི་འདུག་ཨ། འོ་ཨ་ནི་ང་འདི་པར་ཁ་ལ་ས་ག་ཤོག་ལ་ནི་ང་ལ Phone ལས་ས་ཨ་ནི་དེ་གི་ཁྱེད་ཀྱིས་སྐད་ཆ་དེ་བར་ཆད་འགྲོ་ཟེར་བ་ནས་སྐད་ཆ་དེ་བཤད་མཚམས་བཞག་དགོས་ཆགས་སོང་ཨ་ནས་ད་ད་ལྟ་ཅིག་ཤི་ན་ངའི་སྐད་ཆ་དེ་སྒྲ་དེ་མིན་པ་བྱས་ད་ཁྱོད་ཚོ་ཧ་གོ་གི་རེད་བ། ཨ་ནས་མོ་སྒྲ་གི་གླ་བ་དང་དེ་ཚོ་ད་སྒྲ་མང་པོ་བྱེད་ཡོད་ཀྱི་རེད་ཨ་ནས་དགོངས་སེལ་ཞུ་དང་པོ་གཉིས་ལ་མ་ཉེས་ཉེས་ལ་དེ་ཚོ་ཡོད་ཤག་ཤག་ཁྱེད་ཀྱིས་ཉེས་ཨ་ལས་བྱས་བ་མ་རེད། ཨོང་ད་སོ་སོ་གི་དགའ་བའི་རྣམ་འགྱུར་སྡུག་ན་སྡུག་པའི་རྣམ་འགྱུར་བསྟན་ས་གི་ད་དྲ་ཚིག་རེ་རེ་མང་ཆེ་བ་ལ་བོད་ཆུ་བཏང་རྒྱུ་རེད་ར་འགའ་ཤས་ཀྱིས་བོད་ཆུ་བཏང་མ་ཕོད་ཉན་འདྲེ་ཡོད་རེད་ཡུ་ཀྲུབ་བོད་ཆུ་བཏང།

ཁྱེད་རང་གི་གནོད་ཤུགས་དེ་རེད་བཞག་ལས་མ་གནོད་ཤུགས་ལ་ན་ག་རེ་གནོད་ཤུགས་ད་ཅིག་སོ་སོ་གའི་རྣམ་འགྱུར་ཞིག་བསྟན་ཚར་དུས་ཙམ་པ་ད་རིང་སོ་སོ་སེམས་པ་སྐྱིད་བོ་ཡོད་ནས་སོ་སོ་སེམས་པ་སྐྱིད་པའི་རྣམ་འགྱུར་ཞིག་རྣམ་པ་ཞིག་བསྟན་དུས་ཙམ་པ། ཡང་འདི་ལ་ཁྱོད་རང་རྒྱགས་པ་རེད་བཞག་ཁྱེད་རང་རྣམ་པ་ཡག་པོ་མི་འདུག་ཟེར་ཡ་ལ་སོགས་པ་མེད་ན་ཁྱེད་རང་གི་རོགས་པ་དེ་རྣམ་པ་ཡག་པོ་མི་འདུག་ཟེར་ཡ་ལ་སོགས་པ་ཡང་ད་ཁྱོད་རང་མི་ཆེན་པོ་རེད་ཤག་ཟེར་ཡ་ལ་སོགས་པ་མ་རེད། ཁྱོད་རང་ད་ལྟ་སྤུ་རྒོད་བྱེད་ཡ་གི་ལས་ཀ་དེ་ཚོ་བྱེད་མ་དེ་ཁྱོད་རང་མི་ལོ་ཆེན་པོ་ཆགས་ཚར་རེད་བ་དེ་འདྲས་ལ་ཡ་ལ་སོགས་པ་གི་གནོན་ཤུགས་ཆེ་ཐོག་པ་དེ་ལ་རྦད་དེ་བཟོད་སྒོམ་ཆེན་པོ་བྱེད་ཡ་དེ་འདྲས་ཡོང་གི་འདུག་རེད་བ་བསམ་རེད་ད་དེ་སོ་སོའི་རྣམ་འགྱུར་དེ་བལྟ་ཡ་ལ་ཡང་ཧ་ལམ་མེད་ན་ད Internet སྒོ་མ་རེད་དེ་དྲ་ཐོག་གི་དྲ་རྒྱ་དེ་གི་དཔེ་ཤག་ནི་སོ་སོའི་སྤྲད་རེད་ར་སོ་སོ་རང་སོ་སོ་རང་གི་དཔེ་ཤག་སྤྲད་ནས་སོ་སོ་རང་གི་ཁ་པ་མཐོང་ནས་ཨ་ནི་སོ་སོ་རང་གིས་དེའི་ནང་ལ་སོ་སོའི་དྲ་རྒྱ་དེ་ལ་མིང་ཅིག་བཟོས་རྗེས་སོ་སོ་རང་གིས་དཀའ་ལས་བརྒྱབ་རྗེས། དཀའ་ལས་བརྒྱབ་ཟིན་ན་རེ་གང་འོང་འོང་གང་ལྟར་སོ་སོ་རང་གིས་དཀའ་ལས་བརྒྱབ་རྗེས་ད་སོ་སོ་རང་གིས་འབད་བརྩོན་བྱས་ནས་དེ་ལ་བཞག་བཞག་གྱུར་དེ་ལ་ཡང་ཡང་འགའ་ཤས་ཀྱིས་རྫིག་རྫིག་རེ་བོ་བཏང་ཡོང་གི་དང། དེ་ལ་ཡང་འགའ་ཤས་ཤིག་གིས་སྟབས་མོ་ཡང་བལྟ་དགོས་རྒྱུ་ཨ་ནི་ཁར་སང་ནག་པོ་ཡང་བྲིས་དགོས་རྒྱུ་དེ་གི་ཆེད་དུ་དུས་ཚོད་ཡང་བཏང་དགོས་རྒྱུ།

ད་དེ་མ་གཏོགས་ལྟ་ཡ་མེད་པ་ནི་མ་རེད་པ་ག་ཚོད་དགོས་དགོས་ཡོད་རེད་པ་ཆེ་ཚང། དེ་བུ་རྒྱག་སྟངས་དེ་ཆེད་དུ་དུས་ཐོན་མ་བཏང་མ་རེད་ཁྱེད་རང་སེམས་པ་སྐྱིད་པ། ད་ང་ཚོ་ཡི་སེམས་པ་སྐྱིད་པ་མ་རེད། ག་ཟོག་རེད། དེ་ག་ཟེ་ཁྱོད་རང་གི་སྡིག་པ་བསགས་ཀྱི་འདུག་ར་གཅིག་བལྟས་ནས། གཉིས་ནས་ད་ག་ཟེ་ཆོས་ཁྱོད་ནི་མེད་པ་ལ། རང་གི་སེམས་པ་ཡང་དཀྲུག་མིའི་སེམས་པ་ཡང་དཀྲུག་ག་རེ་ཡོད་རེད་དེ་རིང་ཉི་མ་གཅིག་དེ་དེ་འདྲའི་བྱས་བྱས་ཡ་གཅིག་ལབ་སྟེ་མ་གཅིག་ལབ་སྟེ་བྱས་ཡ་གཞན་པ་འདྲའི་བྱས་ཡ་མེད་པར་ཅིས་ན་ཁྱེད་རང་ཡང་ང་ཚོ་ནང་བཞིན་དུ་གཅིག་བཟོས་བཞག་ཤོག་ག་རེ་ཡོད་མ་རེད། ཁྱོད་རང་ག་ས་དེ། ཁྱོད་རང་རྒྱག་པ་རེད་ཤག་རྒྱག་པ་རིགས་དེ་བྱེད་མ་ཆོག་ཟིན་ངེས་ནས་ཡོད་མ་རེད་ཁྱེད་རང་རྣམ་པ་ཡག་པོ་མི་འདུག་རྣམ་པ་ཡག་པོ་མེད་སྐྱོ་དེ་བྱེད་མ་ཤོག་ལ་ནས་ནས། ག་ས་དེ། YouTube ཚང་གི་ལབ་ཡོད་མ་རེད་ལ Facebook ཚང་གི་ལབ་ཡོད་མ་རེད་སུ་གཅིག་གི་ལབ་ཡོད་མ་རེད། ཨཱ་ནི། ཁ་ས། ཁྱོད་རང་ལོ་ཆེན་པོ་རེད་ཤག་དེ་བྱེད་མ་དེ་བྱེད་ཆོག་གི་མ་རེད་ལན་སུ་གཅིག་གིས་ལ་ཡོད་མ་རེད་ཁྱེད་རང་ཡང་ཡ་ལས་ཀ་གཞན་པ་མེད་ན་མི་གཞན་པ་ལ་ཆོ་ཁྱོད་ནི་མེད་པ་ལ་ཨིན་དྲིའི་ཚིག་ངན་རོ་ལབ་ཁ་ངན་ཚིག་ངན་ལབ། ཁྱོད་ནི་མ་ལབ་ངེད་དུ་སྟར་བ་དེ་དེ་མི་ལ་སེམས་པ་ལ་དེ་འདྲའི་ཞེ་སྣང་ཁོ་རང་གནོད་ཀི་ལ་བཟོད་སྒོམ་ཤུགས་ཆེན་པོ་ཅིག་བྱེད་དགོས་འདུག་ར་བཟོད་པ་ཤུགས་ཆེན་པོ་ཅིག་སྒོམ་དགོས་འདུག། ཡང་སྲིད་ཡང་སྲིད་ད་ང་ཚོ་དྲན་པ་གསོས་ཡ་ཇོ་སྐད་ཆ་དེ་དྲན་པ་གསོས་བསྡད་ཇོ་དེ་ཆུ་ཁྱོད་ནི་མི་འདུག་ཁྱེད་རང་ཉི་མ་ཅིག་དྲ་རྒྱ་དེ་ལ་དོན་ཞོག་མ་ག་རེ་ཡོད་རེད་དྲ་དཀའ་ངལ་འདྲ་བོ་དེ་འདྲི་ཡོད་སོང་ན་གལ་སྲིད་ད་ག་འདྲི་ལབ་དགོས་ཡིན་ན་ངས་ལབ་ཤེས་ཀྱི་མི་འདུག་ར། ཡི་གེ་བྲི་སྟངས་དང་དེ་ཚོ་ལྟར་ར།

སོ་སོའི་གི་འཚོ་བ་དགའ་སྡུག་གི་རྣམ་པ་དེ་འདི་སྣང་ལ་དྲ་ཐོག་ལ་སོ་སོའི་གི་སོ་སོའི་འགྲོ་སོང་དང་སོ་སོའི་དུས་ཚོད་བསྟན་ནས་བཞག་པ་ལས། གཞལ་བཤད་བཏང་ཡག་འདྲ་བོ་དང་མེད་ན་འདི་ལ་འགྲེལ་བཤད་བརྒྱབ་ཡག་འདྲ་བོ་ར། ད་བསམ་ཚུལ་དྲིས་ཆོག་གི་རེད། ཡིན་ན་ཡང་མི་ལ་ནག་པོ་དེ་འདྲའི་ང་གཅིག་པོ་མ་རེད་བཤད་ར་མི་མང་པོ་ཅིག་ལ་དྲིས་བཞག་ང་ཡི་ད་ལྟ་ང་ངོ་དེབ་ནང་ནས་ག་རེ་འདི་གར་ས YouTube ནང་ནས་ད་ང་ད་ལྟ་དེ་འདྲའི་འགྲོ་བ་ཅིག་ཞུ་བ་ཞུ་ངེས། བརྙན་ནི་ཡང་བཞག་ཡོད་མ་རེད་ར། ད་ང་ངོ་དེབ་ནང་ལ་བརྙན་ཐུང་འདི་བཞག་བཞག་གྱུར་ར་བརྙན་ཐུང་འདི་འོག་ལ་དེ་འདྲའི་མང་པོ་ཞིབ་ཅིག་ལིས་ར་བ་ཡ། ད་ག་ཚད་ཉི་མ་ནས་ངས་ཚིག་ང་སེམས་ནང་དེ་འདྲའི་ཐུང་ར་འཇམ་རེད་ང་སེམས་པ་ནག་པོ་འདྲའི་ལ་དུས་ཙམ་ལ་ཁྱོད་ཚོའི་ནག་པོ་འདྲའི་ཁྲིད་དུས། ང་འགྲོ་ཡིན་ན་ཡང། སེམས་པ་ན་ཡིད་དུ་དར་ར་ཡ། ང་ཚོ་འགྲོ་ཡིན་ན་མི་ཆེན་པོ་ར་བསམ་བློ་བཏང་ཤེས་གྱུར་ར། གལ་ཡོང་མ་རེད་ད་དེ་སྤྱི་ཚོགས་ཀྱི་འགྲོ་སྟངས་རེད་ལ་ནི་ཧ་གོ་ར། ཡིན་ན་ཡང་སེམས་པ་ན་ཡིད་དུ་དར་ར་ཡ། ཡིན་ཀྱང་ཁྱོད་རང་གིས་ཁྱོད་རང་རྒྱགས་པ་འདུག་ཁྱོད་རང་ཆེན་པོ་རེད་ཤག་ཁྱོད་རང་རྣམ་པ་ཡག་པོ་མི་འདུག་བྱས་བྱས་ང་ཚོའི་བློས་གཏོང་བྱེད་ཀྱི་རེད་པས། འོང་ཟེར་གྱི་རེད་པས། ང་ཚོའི་སེམས་ཤུགས་ཆག་ནས་བསྡད་བསྡད་ཀྱི་རེད་པས། བསྡད་ཀྱི་མ་རེད་ཅེས་ཕན་གྱི་མ་རེད། ཁྱེད་རང་ལ་ཕན་གྱི་མ་རེད་ང་ཚོ་ལ་ཕན་གྱི་མ་རེད་ང་ཚོ་སོ་སོའི་དཔེ་ཤག་གཅིག་སྤྲད་སོ་སོ། ད་ལག་རྟོགས་ཁ་བ་ཅིག་ཡོད་དུས་བརྩམས་པ། བྱེད་ཀྱི་རེད་ང་ཚོ་དེ་ཉི་མ་རྟག་པར་ཞིག་བྱེད་བཞག་གི་རེད་ཁྱོད་རང་འདོད་པ་མེད་ན་ང་ཚོའི་གི། དྲ། ཅིག་དྲ་ཚིགས་ཅིག་འདུག་བས། དེ་པད་དེ་སྐོར་ཕར་ནག་བསུབ་བཏང་བཞག་ཞུ་དངོས་གནས་ལ་ཡིན་ཁྱོད་རང་འདོད་པ་མེད་ན་ལྟ་དགོས་མ་རེད་སུ་ལ། ཁྱོད་རང་ནག་མ་འགྲོ་ནས་དེ་ལྟ་དགོས་མ་རེད། ཕ་ཕྱོགས་དེ་གི་ངེས་པར་དུ་ཁྱོད་རང་ལྟ་དགོས་ཟེར་ནི་སུ་ཅིག་ལབ་ངེས་ཡོད་མ་རེད་པ། རེད་བ། ད་ད་ང་ཚོ་འགྲོ་ཡི་ན་ཡང་སེམས་པ་ན་གི་འདུག་ར། ད་སྤུ་གུ་ལོ་ཆུང་ཆུང་འདི་ཚོ། ཞག་དུས་འདི་འདྲས་ལ་ན་ཁོང་ཚོ་ད་སེམས་པ་ན་གི་རོ་ཨ། ཁོང་ཚོ་ངོ་ཚ་གི་རེད་པ་ཨ་དེང་སང་སྤུ་གུ་ཆུང་ཆུང་དེ་ཚོ། ད་ང་ཚོ་ཨིན་དྲའི་དཔར་འགྲོ་སྙམ་དོ་རྒྱ་ཨིན་དྲའི་བྱེད་ན་ཡང། ངོ་དེབ་ནང་མ་བཞག་ག་ཨིན་དྲའི་ཅིག་ཅིག་ལ་ཡིད་དོ་ཨ། ངོ་ཚ་གི་ར་ཁོང་ཚོ་དེ་ལས་མང་ང་ངོ་ཚ་ར་ང་ཚོ་མི་ཆེན་པོ་རེ་བསམ་བློ་བཏང་ཤེས་ན་ཡང། ངོ་ཚ་གི་དོ་ཨ།

རྒྱུ་མཚན་ག་རེ་ཟེར་ན། ང་ངོ་དྲི་སྐད་ཡོད་མང་པོ་ཡོད་དང་རྒྱུ་མཚན་ག་རེ་ཟེར་ན། ང་ཁོ་ངོ་ནས་ཤེས་ཀྱི་མེད་ར། བཟའ་བཏུང་གི་འབྲེལ་བ་དུ་ཕ་ཤ་ཡག་མ་ཐ་ས་ཡག་ཁོ་ག་བ་དེ་ཁོ་རང་ཉིད་ཧ་གོའི་མེད་གང་དུ་ཡོད་མིན་ཁོ་རང་ཧ་གོའི་མེད། བྱས་ད་ང་དེ་འདྲའི་མ་ཞིབ་ཕྲ་ལྟ་དགོས་ཡ་ཞིག་མི་འདུག་བསམ་བྱུང་ར། ཨ་ནི་ཁོ་གཅིག་པོ་མ་རེད་ད་མདོ་དེ་འདྲའི་མང་པོ་ཞིག་འདུག་ར། བསམ་བློའི་ཡ་གྱལ་མེད་པའི་སྐད་ཆ་རེད་བ། བསམ་བློའི་ཡ་གྱལ་ཁྱོན་ནས་འགྲོ་མདོག་ཨ་བསམ་བློའི་ཡ་གྱལ་བཏང་ཐུག་མི་འདུག་སོགས་རེད་ཧ་རེ་སོགས་རེད། འདི་དཔེ་ཆུང་ཆུང་འགྲོ་བ་རེད་འདུག་བ། གལ་སྲིད་ད། ང་ལ་ག་རེ་ལབ་སོང་ལབ་ན་བདེ་ད་ལྟ་ཁྱོད་རང་ལོ་ཆེན་པོ་རེད་ཤག་ས་བཅོ་བརྒྱད་བཅུ་དགུ་ཡི་བྱེད་སྟངས་དེ་འདྲ་ཕྱི་མ་བསྡད་ས་ཁྱོད་རང་སེམས་ཁྲལ་མ་བྱེད་ར། གལ་སྲིད། ངོ་དེབ་ནང་ལ་ཡང་ལོ་བཅོ་བརྒྱད་བཅུ་དགུ་ཡི་བྱེད་སྟངས་དེ་མི་རྒན་པ་ཡི་བྱེད་ནི་འགྲིག་གི་མེད་ན། དེ་ཁྲིམས་འགལ་ཡིན་སོང་ན། ང་ལ་ངོ་དེབ་ཚང་གི་ལབ་གི་རེད་ཧ་གོ་ས། ང་ལ་ངོ་དེབ་ཚང་གི། ཁྱོད་རང་གི་ལོ་ཚད་དང་ཁྱོད་རང་གི་དེ་ཉིན་ཏག་ཏག་མི་འདུག་ཟེར་བྱས་ངོ་དེབ་ཚང་གི་ལབ་ཀྱི་རེད་གོ་ས་ཁྱེད་རང་ཡག་པོ་ཉོས་ཡ་ཧ་གོ་ས། མེད་ན་ཁྱོད་ཀྱིས་ག་རེ་བྱེད་ནི་ང་ལ་ག་རེ་བྱེད་འདི་ལབ་ཡས་ཀྱི་ཐོབ་ཐང་ངའི་དྲ་ཚིགས་འོག་ལ་དེ་བྲིས་ཡག་གི་ཐོབ་ཐང་ག་རེ་ཡོད། ག་རེ་བྱེད་ནི། དེ་བྱེད་ནི་ཁྲིམས་འགལ་ཡིན་སོང་ན། ཁར་ས། Facebook ཚང་ཡ། ཞྭ་ར་མ་རེད་ལ་སྨྱོན་པ་མ་རེད། དེ་བས་ཀྱང་སྤུ་གུ་ཆུང་ཆུང་མ་རེད་ཁོང་ཚོ་གི། ཁྲིམས་ངས་ཁྲིམས་འགལ་བྱེད་ཡོད་ན། སྤུ་གུ་ཆུང་ཆུང་གི་བྱེད་ཡ་དེ་ང་རྒན་པ་ཅིག་གི་བྱེད་བྱེད་དེ་ཁྲིམས་འགལ་ཡིན་སོང་ན་ཁོང་ཚོས་ང་ལ། བཀག་སྡོམ་བྱེད་ཀྱི་རེད་ཁོང་ཚོས་ང་ལ་ཉེས་བ་བཏང་གི་རེད་ཁྱོད་རང་ལྷོད་ལྷོད་བཞུགས་སེམས་ཁྲལ་བྱེད་དགོས་མ་རེད་དངོས་གནས་ལོ། ཨ་ནི་ཁྱོད་རང་དེ་འདྲས། ད་ང་ཅིག་དེ་ལྟ་ནས་ཞི་དྲག་བྲོ་བ་མི་འདུག་བསམ་ན།

ཁྱེད་རང་གིས་ངོས་ལ་ཡག་པོ་ཆགས་ཆོག་ཨ་བསམ་ནས་ངའི་རྩ་བ་གཉིད་ནས་བྱེད་ཀྱི་མེད་ཁྱོད་རང་ངོ་ཁོར་ཤེས་ཀྱི་མེད་ཁྱོད་རང་གི་ལྟ་གི་ཡོད་པ་ངས་ཧ་གོ་ར་གོ་ཡི་མེད་ཨ་ཧ་གོ་ས་དེ་ག་རེ་བྱས་ནས་བྱེད་ཀྱི་ཡོད་ཟེར་ན། སོ་སོ་གི་སྐྱིད་པོ་གི་རྣམ་འགྱུར་དེ་དེ་འདྲའི་ཞིག་བལྟས་ནས་ད་དེང་སང་འགྲོ་སྟངས་རེད་བ། ང་རང་གི་དེ་རིང་བྱུང་རྒྱུ་དེ་དེའི་སྒང་ལ་སོ་སོ་མེད་མོ།

ང་སྙིང་རྗེ་མོ་མཐོང་ཆོག་ཨ། ང་ལོ་ཆུང་ཆུང་མཐོང་ཆོག་ཨ་བསམ་ནས་རྩ་བ་གཉིས་ནས་མི་གཡོ་ཏེ་རེ་བ་གང་ཁུར་ཅིང་མེད། སེམས་ཁྲལ་རྩ་བ་གཉིས་ནས་མ་བྱེད་ཨ་ནི་གཞོན་ཁྱོད་རང་ལྟ་ཡག་གི་འདོད་པ་མེད་ན་ངའི་དྲ་ཚིགས་དེ་ཁྱེད་རང་གི་དེ་ནས་ནག་བསུབ་བཏང། རང་སེམས་པ་སྐྱིད་བ་མིའི་སེམས་པ་སྐྱིད་བ་མ་རེད། ཨ་ཁྱོད་རང་ལས་ཀ་གཞན་པ་མི་འདུག་ན་ཁྱེད་རང་ཡང་དེ་འདྲའི་འབྲས་བུ་ཟོས་བཞག་ནས་འགྲིག་གི་རེད་ཟོ་མ་ཟོ་ཁྱེད་རང་གི་ལྟ་ཡིན་དེ་བྱེད་ང་ཇུས་གཏོགས་ཅི་བྱེད་མི་ང་མི་ལ་ཇུས་གཏོགས་བྱས་དགའ་བོ་ཁྱོད་ནི་མེད་ཚུལ་ལ་ཇུས་གཏོགས་བྱེད་ན་ཡང་ང་ཧ་ཅང་གི་སྤྲོ་ལངས་གི་འདུག་ར་ང་སེམས་པ་ན་གི་འདུག་ར། བྱ་བྱ་བོ་གང་ཉམས་རྟོགས་ཐུབ་མྱོང་ཡོད་མ་རེད་ར་ས་ཆ་གང་དུ་ཡོད་མེད་ཆ་རྒྱུས་ཡོད་མ་རེད་ར་བ། དུད་དུད་འཕྲོ་བརླག་མ་དང་དངུལ་ནས་ལེན་དུད་དུད་འཕྲོ་བརླག་བདག་ནི་ང་ཚོ་བ་བྱས་ཏེ་རྣ་བ་མ་དྲོ་བཞིན་དུ་ལྟ། མིག་ཚ་བཞིན་དུ་ཡི་གེ་བྲིས། མིག། གཟུགས་པོའི་ནུས་པ་ཅིག་ཡོད་མ་རེད་མིག་དང་སེམས་པ་དང་དེ་ཚོ་གི་ནུས་པ་ཅིག་ཡོད་མ་རེད་དེ་འདྲའི་གང་ལ་འཕྲོ་བརླག་མ་དང་རྣ་བ་མ་དྲོ་ས་ལ། རྣ་བ་མ་དྲོ་ན་ད་ག་རང་བུ་སྐྱག་བཏང་བཞག་ཤོག་སྐད་ཆ་ད་ག་རང་ཡིན་ཨ་ནི་ཁ་ས་དེ། ད་ག་ཚོད་ཉི་མ་ནས་མང་པོ་ཅིག་ལས་དེ་བྱེད་ར་ད་ཅིག་ལ་དགོས་ན་སུམ་ཅན་ཡང་བསམ་བློ་ཞིག་བཏང་ཡང་ཆོག་ག་རེ་ཡོད་རེད་ད་ཆོག་སེ་མི་འདུག་ག་ཤ་ཚ་ད་ཁོ་རང་ཚོ་ཅིག་ཡང་གནང་རོགས་ཅིག་ཇོན་ད་ཇོན་པོ་ཅིག་ཇོན་གནང་རོགས་ཅིག་ཤ་རྒྱུས་ཡོད་ཀྱི་རེད་བསམ་བྱོས་ར་ད་དུ་མི་ཅིག་གི་སྙན་བརྟར་བ་འདི་གང་ལ་སྡུག་ཅག་ཅིག་བྲིས་རེད་བ་འོ་ད་དེ་རིང་ད་ངས་མོ་ལ་ནག་པོ་ཅིག་བྲིས་འདའ་བསམ་བྱས་དེ་འདྲ་ཅིག་དྲན་རྒྱུ་ཡོད་ཀྱི་རེད་བསམ་སོང་ཨ་ནི་དེ་འདྲ་དྲན་སོང་ན་འགྲིག་གོ་ར་ཨ་ནི་གཙོ་བོ་ར་ཅིག་དེ་ང་ཚོ་ནི་སོ་སོ་གང་ཡིན་པ་དེ་ཡིན་པར་རང་བྱ་ཕྱིར། ཁོ་རང་ཁོ་རང་ཚོ་ལྟ་སྟངས་དེ་དྲི་ངན་དེ་ཚོ་ལྟ་སྟངས་ཡང་ཁོ་ལྟ་སྟངས། མ་ཐ་ས་ཡང་སོ་སོའི་དྲ་ཚིགས་དེ་ལ་སོ་སོ་གི་པར་དེ་དངོས་གནས་འདི་བཞག་ཐུབ་ཀྱི་ཡོད་མ་རེད་རྒྱུ་མཚན་ག་རེད། པར་དེ་བཞག་མ་ཐུབ་ནི་ག་རེད། གར་བྱེད་ན་ལ་ན་ཁོ་ད་བསམ་བློ་ཡ་རྒྱས་ཡོད་མ་ར་བསམ་བློ་གི། བསམ་བློ་གྱི་ལྟ་བ་འདི་དཔེ་དེ་ངན་དང་ངན་འདྲ་གཞན་དང་གཞན་འདྲ་བྱས། མི་ཡིས་ཅིག་མཐོང་བ་རང་བསམ་བློ་ཁྱོད་ནི་མ་བཏང་བ་བྱས། ད་ཁོ་རྒྱགས་པ་འདུག་བསམ་ན་རྒྱགས་པ་བྲིས་བཞག་ཁོ་དེ་རྣམ་པ་སྡུག་ཅག་འདུག་བསམ་ན་སྡུག་ཅག་བྲིས་བཞག་ཁོ་ཆེན་པོ་རེད་བཞག་བསམ་ན་ཆེན་པོ་འདུག་བྲིས་བཞག། ད་དེ་འདྲས་བྲིས་བྲིས་ཉེ་གི་དེ་འདྲས་བྲིས་དེ་འདྲས་བྲིས་བྱས་ཨ་ནི་མིག་གི་རྩིར་ཡོང་གོ་ར་ཁྱོད་རང་གི་བྲིས་ཡོང་གི་འདུག་ལ་ནི་མིག་གི་རྩིར་དེ་ཤེས་ཡོང་བསམ་ནི། ཡིབ་ནི་ཡིད་བདེ་གོ་ར་ཕ་གམ་ནི་བདེ་གོ་ཡ་གི་རྒྱུ་མཚན་དེ་རེད་ང་ཚོ། སོ་སོ་གི་སོ་སོ་གི་དཀའ་ལས་རྒྱབ། སོ་སོ་གི་ཟ་མ་ཟ་གཞན་ལ་གནོད་པ་མ་བྱས། ཨཱ་ནི། སོ་སོ་གང་ཡིན་པ་དེ་བསྟེན་བསྡད་མཁན་གཅིག་གི་ངོས་ནས་བཤད་ན། ག་རེ་ཡིན་པ་དེ་བསྟེན་བཞག་གི་ཡོད་མ་རེད། སུ་གཅིག་ལ་ཡང་དེའི་ནང་ལ་ང་ང་གྲྭ་བཙུན་ང་གྲྭ་བཙུན་དེ་གི་ངོ་དེབ་དེ་བེད་སྤྱོད་བཏང་བ་ལ་ང་སུ་གཅིག་ལ་རྣ་བ་ཞུ་དགོས་མེད་ལ། སུ་གཅིག་ལ་ཡི་དགོངས་པ་ཞུ་དགོས་མེད། སུ་གཅིག་གི་འོག་ལས་སྒོ་དགུ་བསྐོ་མེད་མ་རེད་སོ་སོ་གི་དཔེ་ཆ་སྤྲིངས་སོ་སོ་གི་སྒོ་མོ་སྤྲིངས་ནས་ཁ་པར་ཉོས་ཡིན། ག་ས་དྲ་ཐོག་དེ། དྲ་རྒྱ་ལ་སྒོ་མོ་སོ་སོ་གི་བླུགས་ཡིན་མ་རེད། དུས་དུས་སོ་སོའི་དུས་དུ་བཏོན་ཡིན། ད་མིག་མ་མིག་ཚ་ན་འདི་ལ་མིག་ཚ་ན་དོགས་སྐྱོང་བྱེད་ཡིན་ལ་ནི་ཞོལ་འབའ།